དེ་ནས་དེའི་གཞུག་ཏུ་ད་རྡོ་རྗེ་སེམས་དཔའི་བསྒོམ་པའི་དངོས་ལ། རང་གི་ཤེས་བ་སྤངས་པའི་པདྨ་དཀར་པོ་འདབ་མ་བརྒྱད་པའི་ལྟེ་བ་ཨ་ལས་བརྡལ་བའི་དཀྱིལ་འཁོར་གྱི་སྟེང་དུ་ཧོང་གི་རྡོ་རྗེ་དཀར་པོ་རྩེ་ལྔ་པ་ལྟེ་བ་ལ་ཧོང་གི་མཚན་པ་ལ་འོད་འཕྲོས་འཕགས་པའི་ཆོས་སེམས་ཅན་ཐམས་ཅད་ཀྱི་སྡིག་སྦྱོར་སྦྱང་ཟེར་རྒྱུ་ད་འདི་ཉིད་མ་དེ་རེད། དེས་ན་ད་དང་པོ་འདི། ད་ལྟ་གོང་དུ་ཞུས་པ་བཞིན་དུ། འགའ་རྐྱེན་སྡིག་སྒྲིབ་སྦྱོང་བར་བྱེད་པ་ལ་རྡོ་རྗེ་སེམས་དཔའི་བསྒོམ་བཟླས་གསུངས་དགོས་ཡོད་རྒྱུ་མཚན་ཅི་རེད་ཟེར་ལབ་ན།

སེམས་ཅན་ཐམས་ཅད་སངས་རྒྱས་ཡིན་ན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་མདོ་ཤ་ཤེད་དང་གཏི་མུག་ང་རྒྱལ་ཕྲ་པོ་མང་པོ་སྐྱེས་འདུག་དེ་སོགས་ཀྱི་ལས་བསགས་ལས་བསགས་པ་དེ་ལ་བརྟེན་ནས་འབྲས་བུ་སྡུག་བསྔལ་མྱོང་གི་འདུག་རྒྱུ་དེ་དེ་ནི་སངས་རྒྱས་ཀྱི་མྱོང་འདས་ཀྱི་ཡོད་རེད་ཟེར་ལབ་ན། སེམས་ཅན་ཐམས་ཅད་ཀྱི་ཡིད་རྒྱུད་བདེ་བར་བྱེད་པའི་སྙིང་པོ་སེམས་རྒྱུད་བདེ་བར་བྱེད་པའི་སྙིང་པོ་ཟེར་ན་སེམས་ཅན་ཐམས་ཅད་རྒྱུད་ལ་ཡོད་པའི་བདེ་བར་བྱེད་པའི་སྙིང་པོ་དེ་དང་སངས་རྒྱས་རེད་གསུངས་འདུག། ཡས་ནི་རྣམ་པར་དག་པ་རེད། འདི་ལ་ས་བརྒྱད་སྐྱེ་ཡང་མི་གཡག་པར་བྱ་བ་ཅུང་ཟད་མིན་ཡོངས་དག་ཉིད་ལ་ཡོངས་དག་དང་ཡོངས་དག་དག་མཐོང་ན་རྣམ་པར་གྲོལ་བའོ། མདོ་རྒྱུད་རྙིང་པ་དུ་མར་དེབ་མང་པོ་ཞིག་གསུངས་ཡོད་རེད་དེ་ཡིན་དུས་ལ་སེམས་ཀྱི་གནས་ལུགས་འམ་སེམས་ཀྱི་རང་བཞིན་འམ་སེམས་ཀྱི་ངོ་བོ་དེ་དག་ཡས་ནི་དྲི་མེད་རྣམ་པར་དག་པ་གྱི་རེད་གསུངས། སེམས་ཅན་རྣམས་ནི་སངས་རྒྱས་ཉིད། འོན་ཀྱང་བློ་བུར་དྲི་མས་བསྒྲིབས། སངས་རྒྱས་ཡིན་ན་ཡང། འོན་ཀྱང་གློ་བུར་མཐར་གྱིས་དྲི་མས་བསྒྲིབས་བསྡད་པ་ཡིན་དུས་ལ་སེམས་ཀྱི་གནས་ལུགས་དེ་མཐོང་མ་ཐུབ་པ་རེད་གསུངས། ད་སེམས་ཀྱི་གནས་ལུགས་དེ་མཐོང་མ་ཐུབ་ཚར་བའི་ཞོར་ལོ་ལ་ད་འཁྲུལ་པའི་ཡིད་འོང་དུ་གྱུར་འགྲོ་གི་ཡོད། འཁྲུལ་པའི་ཡིད་འོང་དུ་གྱུར་ཚར་ནས་བཟུང་སྟེ་དེ་ལ་བརྟེན་ནས་ལས་བསགས་ལས་ལ་བརྟེན་ནས་འབྲས་བུ་དུ་མ་མྱོང་འགྲོ་གི་ཡོད་དུས་འཁོར་བའི་གནས་སུ་མཚམས་འདེགས་ཀྱི་ཡོད་རེད། ཡིན་ན་ཡང་ད་སེམས་ཀྱི་གནས་ལུགས་འཁྱམས་བསྡད་ཀྱི་ཡོད་རེད་དེ་ཡིན་དུས་ད་སེམས་ཀྱི་གནས་ལུགས་དེ་སངས་རྒྱས་ཡིན་པ་ཙམ་གྱིས་ཀྱི་ཕན་ཐོགས་ཀྱི་ཡོད་མ་རེད་དཔེར་ན་འོ་མ་ལ་མར་གྱི་སྙིང་པོ་དེ་གཉིས་གནས་ཡོད་པ་ཡིན་ན་ཡང་འོ་མ་དེ་ལ་སྲུབ་པའི་བྱ་བ་དེ་མ་བཟོས་པ་ཡིན་ན་མར་དེ་ཡོང་གི་མ་རེད། ཏིལ་ལ་མར་གྱིས་ཁྱབ་བསྡད་པ་ཡིན་ན་ཡང་ཏིལ་དེ་བརྡུང་དགོས་ཀྱི་རེད་མ་གཏོགས་ཏིལ་མ་བརྡུངས་པ་ཡིན་ན་དེས་ཀྱི་མར་བསྲེགས་ན་ད་ཏིལ་སྣུམ་དེ་ཡོང་ཐུབ་ཀྱི་ཡོད་མ་རེད། དཔེར་ན། གསེར་དང་རྡོ་ཟེར་ཏེ་གསེར་རྡོ་དང་དངུལ་རྡོ་ཟེར་དུས་གསེར་གྱི་རྡོ་དང་དངུལ་གྱི་རྡོ་དེའི་ནང་ལོགས་ལ་གསེར་དང་དངུལ་དེ་གཉིས་ཡོད་བསྡད་པ་ཡིན་ན་ཡང་དེའི་འཁོར་བར་གཞུ་བཏུར་གྱི་བྱ་བ་དེ་མ་བཟོས་པ་ཡིན་ན་གསེར་དང་དངུལ་དེ་ཡོང་གི་ཡོད་མ་རེད། དཔེ་དེ་བཞིན་དུ་ང་རང་ཚོ་གི་སེམས་ཀྱི་གནས་ལུགས་དེ་བདེ་བར་གཤེགས་པའི་སྙིང་པོ་ཡིན་ན་ཡང། བདེ་བར་གཤེགས་པའི་སྙིང་པོ་ཡིན་ན་ཡང་དེ་ལ་དེ་ནས་ཚོགས་བསགས་བསྡུས་པ་བྱུང་ནས་སེམས་ཀྱི་གནས་ལུགས་དེ་ངང་དུ་གྱུར་ཐུབ་དགོས་ཀྱི་ཡོད་རེད་མ་གཏོགས་རང་རྒྱལ་གྱི་སེམས་ཀྱི་གནས་ལུགས་དེ་སངས་རྒྱས་ཡིན་པ་ཙམ་གྱིས་ཕན་གྱི་ཡོད་མ་རེད། ད་ལྟ་ང་རང་ཚོ་སེམས་ཀྱི་གནས་ལུགས་དེ་དུ་བདེ་བར་སྐྱེས་པའི་སྙིང་པོ་ཟེར་དུས་ཡེ་ནས་དྲི་མའི་རྣམ་པར་དག་པ་རེད་དེ། དེའི་གནས་ལུགས་དེ་དེ་ནས་ལྷན་སྐྱེས་ཀྱི་མ་རིག་པ་དང་ཀུན་བརྟགས་ཀྱི་མ་རིག་པ་ཟེར་དུས་མ་རིག་པ་རྣམ་པ་གཉིས་ལ་བརྟེན་ནས་དེ་ནས་ཉོན་མོངས་པ་དེ་སྐྱེས། ཉོན་མོངས་པ་དེ་སྐྱེས་ནས་དེ་ལ་བརྟེན་ནས་ལས་བསགས་ལས་ལ་བརྟེན་ནས་འབྲས་བུ་སྡུག་བསྔལ་མྱོང་བསྡད་ཀྱི་ཡོད་པ་ཡིན་དུས་ཕན་ཐོགས་མ་བྱུང་བ་རེད། དེ་འདྲ་ཡིན་དུས་ད་སེམས་ཀྱི་ཐོག་ཏུ་དྲི་མ་དང་བག་གསར་འགོག་གི་ཡོད་རེད། སེམས་ཀྱི་ཐོག་གི་དྲི་མ་བསལ་ལོ་ཟེར་དུས། དཔེར་ན། སྐྱོ་ཚད་འདིའི་སྒང་ལ་ད་ལྟ་དེ་ཨ་མཆོག་དེ་ཡོད་རེད་དེ། སྐྱོ་ཚད་དེ་དང་ཨ་མཆོག་གཉིས་ཁ་ཁ་རེད། ཨ་མཆོག་ཚུར་ལོང་བཞག་པ་ཡིན་ན་ལན་བཞག་རྒྱུ་ཡོད་རེད་སྐྱོ་ཚད་སྐོར་འདི་ནས་ལྷག་འགྲོ་གི་ཡོད་རེད་དེ་འདྲ་ཡིན་དུས་ལ། ད་སེམས་ཀྱི་གནས་ལུགས་ཐོག་ཏུ་སྒྲིབ་བསྡད་ངན་གྱི་ཉོན་མོངས་པའི་སྤྲོས་པ་དང་བཞི་བཞིའི་སྤྲོས་པ་ཟེར་རྒྱུ་གིས་མདོ་བཤད་བྱེད་དུ་གཏི་མུག་ལག་སོགས་པ་དེ་ཚོར་ཉོན་མོངས་པའི་སྤྲོས་པ་ཟེར། འཁོར་གསུམ་དུ་རྣམ་པར་རྟོག་པ་དེ་ལ་བཞི་བཞིའི་སྤྲོས་པ་ཟེར་ལ་བསྡུས་ལ་སྒྲིབ་པ་ཉིད་ཀྱི་དྲི་མས་བསྒྲིབས་བསྡད་པ་ཡིན་དུས་ད་དེ་ཚོ་བསལ་དགོས་ཀྱི་ཡོད། སེམས་ཀྱི་གནས་ལུགས་དེ་དང་དྲི་མ་དེ་གཉིས་གཅིག་པ་རེད་དུ་ཡོད་པ་ཡིན་ན་བསལ་ཐུབ་ཀྱི་མ་རེད། ཁོ་རང་དང་པོ་གཅིག་པ་ཡིན་ཚར་དུས་ལ་དེ་བསལ་འགྲོ་ཡ་ཚར་ནི་ཡོད་མ་རེད། དེས་ན་ཡང་སེམས་ཀྱི་གནས་ལུགས་དེ་དང་སེམས་ལ་གློ་བུར་འཁྱར་གྱི་དྲི་མས་བསྒྲིབས་བསྡད་པ་དེ་ནི་ཁ་ཁ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་དྲི་མ་དེ་གསར་རུང་བས། དྲི་མ་དེ་གསར་དུ་རུང་བ་ཡིན་དུས་དྲི་མ་དེ་གསར་འགོག་ཡོད་དྲི་མ་དེ་གསར་ཡག་པོ་ཡིན་ན་སེམས་ཀྱི་གནས་ལུགས་དེ་མཐོང་ཡོང་གི་ཡོད་རེད། ཡང་ན་དཔེ་གཞན་གྱིས་བཞག་ན་དཔེར་ན་ཤེལ་སྒོ་གཅིག་གི་ངོས་ལ། ཐར་རྡོ་འདྲ་བོ་གཅིག་གི་འཚུབ་ནས་ཐར་བ་གི་སྐོབ་དེ་ཡོད་པ་ཡིན་ན། ཤེལ་སྒོ་དེ་གི་ངོས་ལ་གཟུགས་བརྙན་དེ་ཤར་ཐུབ་པ་མ་རེད། ཤེལ་སྒོ་དེ་ངོས་ལ་ཡོད་པའི་གི་རྡུལ་དེ་ཕ་སར་གཡག་པ་ཡིན་ན་ཤེལ་སྒོ་གི་ནང་ལོགས་ལ་རང་གི་གདོང་ཡིན་ན་རེད་ག་རེ་ཡིན་ན་ཕྱི་རོལ་གྱི་དངོས་པོའི་གཟུགས་བརྙན་ཐམས་ཅད་ཤེལ་སྒོ་ནང་ལ་ཤར་ཡོང་གི་རེད། དཔེ་དེ་བཞིན་དུ་ད་ལྟ་ང་རང་གི་རྒྱུད་ལ་ཡོད་པའི་གི་ལས་དང་ཉོན་མོངས་པའི་འབྲེལ་བ་དེ་སར་འགོག་གི་ཡོད། ལས་དང་ཉོན་མོངས་པའི་འབྲེལ་བ་དེ་སར་གཡག་པ་ཡིན་ན་སེམས་ཀྱི་གནས་ལུགས་དེ་མཐོང་ཡོང་གི་ཡོད། སེམས་ཀྱི་གནས་ལུགས་དོན་མཐོང་ཡིན་དབང་ཡིན་ན་དེ་ནི་སངས་རྒྱས་ཀྱི་གོ་འཕང་ཟེར་རྒྱུ་དེ། སེམས་ཀྱི་གནས་ལུགས་ཇི་ལྟ་བ་བཞིན་དུ་དབང་དུ་གྱུར་གསུངས་པའི་ཚེ་ན་སངས་རྒྱས་ཀྱི་གོ་འཕང་ཟེར་རྒྱུ་དེ་རེད་མ་གཏོགས་གཞན་སངས་རྒྱས་ཀྱི་གོ་འཕང་ཟེར་རྒྱུ་གཅིག་ཡོད་མ་རེད་དཔེར་ན། ད་ལྟ་དེ་འཁོར་བ་དང་ནི་མྱ་ངན་འདས་གཉིས་སུ་ཡོད་པ་མ་ཡིན་ཏེ་འཁོར་བའི་དེ་ཉིད་ཤེས་པ་ན་མྱ་ངན་འདས་པ་ཐོབ་པ་ཡིན་ཟེར་རྒྱུ་འདྲ་བོ་དང། འཁོར་བ་སྤོང་བར་གྱུར་པ་ཡིན་མྱ་ངན་འདས་པ་ཁྱོད་མི་ཤེས་འཁོར་བ་མི་དམིགས་པ་ཡིན་ནི་གཞི་ཉིད་མགོན་པོ་ཁྱོད་ཀྱིས་བསྟན་ཡིན་གསུངས་རྒྱུ་འདྲ་བོ་དེ་འདྲ་ཡིན་དུས་འཁོར་བའི་གི་རང་བཞིན་དང་དེ་ནས་ད་ལྟ་མྱ་ངན་འདས་པའི་རང་བཞིན་ཟེར་ན་རང་བཞིན་དུ་སྐྱེ་བ་རེད་མ་གཏོགས་ཐ་དད་ཡོད་མ་རེད་གསུངས། ཡིན་ན་ཡང་རང་བཞིན་དུ་ཐ་དད་མེད་པ་ཡིན་ན་ཡང་རང་བཞིན་དེ་མཐོང་བདེ་བའི་གནས་སྐབས་དེ་ལ་ཇི་ལྟ་བ་བཞིན་དུ་མཐོང་སོང་རྒྱུ་དེ་ལ་མྱ་ངན་ལས་འདས་པོའི་གི་ལམ་དང་རང་བཞིན་མ་མཐོང་བ་དེ་ལ་དེ་ནས་འཁོར་བའི་གི་སེམས་ཅན་ཟེར་ནས་སྙིང་བཏགས་གི་ཡོད་རེད། དེ་འདྲ་ཡིན་དུས་ལ་ད་རང་རྒྱུད་ཀྱི་དྲི་མ་དེ་ས་འགོག་གི་ཡོད་རེད། རང་རྒྱུད་ཀྱི་དྲི་མ་དེ་ས་སོང་བ་ཡིན་ན་དེ་སེམས་ཀྱི་གནས་ལུགས་མཐོང་ཡོང་གི་རེད་སེམས་ཀྱི་གནས་ལུགས་མཐོང་འགྲོ་གི་དེ་ལ་ཐར་བ་ཟེར་རྒྱུ་ཡིན་དེ་ཐར་བ་ནོར་བ་ཟད་པ་ཉིད་གསུངས་འདུག་ཐར་བ་ཟེར་རྒྱུ་ནོར་བ་ཟད་གསུངས་ཀྱི་དེ་ལ་ཐར་བ་ཟེར་གི་མ་འདུག་དེ་ནི་ཡུལ་ག་གེ་མོ་སྐྱིད་ནས་ཡུལ་གཞན་སྐྱིད་དུ་ཁྱིང་སོང་བ་འདྲ་བོ་འཁོར་བ་ཟེར་རྒྱུ་དེ་ས་ས་ཆ་གཞན་སྐྱིད་དང་མྱ་ངན་ལས་འདས་པ་ས་ས་ཆ་གཞན་སྐྱིད་དེ་འདྲ་ཡོད་མ་རེད་གསུངས། དེ་ཡིན་དུ་འཁོར་བའི་དེ་ཉིད་ཤེས་པ་ན་མྱ་ངན་འདས་པ་ཐོབ་པ་ཡིན་གསུངས་འཁོར་བའི་རང་བཞིན་འམ་འཁོར་བའི་གནས་ལུགས་དེ་ཤེས་སོང་བ་ཡིན་ན། མྱ་ངན་འདས་པའི་གོང་བུ་རེ་ཟུང་དགོས། དེ་ཡི་དུ་ད་དོང་དུ་ཚུར་འདོར་བསྡུས་པ་ཡིན། དཔེར་ན། ནམ་མཁའ་ལ་སྤྲིན་གྱིས་བསྒྲིབས་བསྡད་པའི་ཚེ་ན། ནམ་མཁའ་དང་སྤྲིན་གཉིས་ཁ་ག་རེ་འདུག་བ། སྤྲིན་གསར་རྒྱག་གི་ཡོད་རེད་ནམ་མཁའ་གསར་འགྲོ་གྱི་ཀྱི་ཡོད་མ་རེད། དེ་ཡིན་དུ་ནམ་མཁའ་ལ་སྤྲིན་གྱིས་བསྒྲིབས་བསྡད་པའི་ཚེ་ན་ནམ་མཁའ་མཐོང་གི་ཡོད་མ་རེད། དེ་ཡིན་དུ་ཆུ་ལ་རྡུལ་གྱིས་ཁྱབ་སོང་བ་ཡིན་ན། ཆུ་ཡི་རང་བཞིན་ལ་རྡུལ་གྱི་ག་དུས་ཡིན་པ་དགོས་པ་ཡོད་མ་རེད་ཆུ་བཙོང་བ་བཟོ་གི་ཆོག་རེད། ཡིན་ན་ཆུ་གེ་འདུར་གྱི་གོས་འདེབས་པའི་གནས་སྐབས་དེ་ང་རང་ཚོས་དཔེར་ན་ཆུ་འདྲ་བོ་ཞིག་འཐུང་དགོས་ཀྱི་ཡོད་ན་ཆུ་འཐུང་ལོ་རྒྱུ་ཆུ་བཙོག་པ་རེད་འདུག་ཟེར་གྱི་འདུག་བཙོག་པ་དེ་བཙོག་མ་བཟོ་ཤོད་ཀྱི་ཡོད་རེད། གསེར་ལ་གཡའ་ཡིས་གོས་སོང་བ་ཡིན་ན་གསེར་དང་གཡའ་གཉིས་ཁ་ཁ་རེད། གསེར་དང་གཡའ་གཉིས་ཁ་ཁ་ཡིན་པའི་རྒྱུ་མཚན་དེ་ལ་བརྟེན་ནས་གཡའ་ཡི་དྲི་མ་དེ་གསར་རྒྱག་པ་ཡིན་ན། སའི་གོ་རོང་རོང་གིས་ད་མོ་ནད་དེ་ད་ད་མཐོང་ཡོང་གི་ཡོད་རེད། དེ་ནས་སའི་ལ་ཁ་དུ་སའི་གོ་ནང་དང་རྒྱུ་གཏོར་བཟོས་པ་ཡིན་ན་སའི་གོ་རོང་བཙོང་མ་དེ་ཡོང་གི་ཡོད་རེད་དེ་ཡིན་དུས་སའི་ད་སའི་གི་གཡའ་ཉིན་ཁ་ཁ་རེད་ནང་པ་ད་སྤྲིན་ཉིན་ཁ་ཁ་རེད་ཁྱུ་ད་ཁྱུ་ཡི་གདོན་ཉིན་ཁ་ཁ་རེད་ཁ་ཁ་སར་རྒྱུ་ཡོད་རེད། དེ་འདྲ་ཡིན་དུས་ད་རང་རྒྱུད་ཀྱི་ཉོན་མོངས་པའི་དྲི་བ་དེ་ཚོ་གང་ག་སར་གོ་གི་ཡོད་རེད།

ཀྱི་བར་འདའ། མདོ་དེ་ལ། ལྟུང་བ་ཞག་པོ་དེ་ལ་ཕུང་པོ་གསུམ་པའི་མདོ་ཞེས་བརྗོད་ཀྱི་ཡོད་རེད། དེ་འདྲ་ཡིན་དུས་དེའི་ནང་ལ་བདེ་གཤེགས་སོ་ལྔ་ཡོད་རེད། དེ་ཡིན་དུས་བདེ་གཤེགས་སོ་ལྔ་དེ་ལ་བརྟེན་ནས་རང་གི་སྡིག་པ་བཤགས་པ་དེ། དེ་མདོ་ཡི་ནང་དུ་གསུངས་ཡོད་རེད། དེ་ལ་སོགས་པ་ཀྱི་སྡིག་པ་བཤགས་པའི་ཐབས་དེ་ལ་ཐབས་མི་འདྲ་བ་སྣ་ཚོགས་ཡོད་པ་ཡིན་ན་ཡང། ད་རྡོ་རྗེ་སེམས་དཔའ་ལ་བརྟེན་ནས་སྡིག་སྒྲིབ་སྦྱོང་བ་སྟེ། ད་འདི་ལ་ལྷག་པ་ཅི་དེང་སང་ནས་མེད་གསུངས་ནས། དེ་འདྲའི་གསང་སྔགས་ནང་དེ་འདྲའི་གསུངས་ཡོད་དུས་ལ་དེ་རྡོ་རྗེ་སེམས་དཔའི་སྒོམ་བཟླས་བཟོས་ནས་ཡང་ན་རང་གིས་སྡིག་སྒྲིབ་ཉེས་ལྟུང་མ་ལུས་པ་ཐམས་ཅད་ཡོད་ད་དག་འགོག་ཡོད་རེད། དེ་ཡིན་དུས་ད། བགེགས་གཏོང་བླ་མ་ཐམས་ཅད་ཀྱི། སྡིག་པ་ལ་ཡོན་ཏན་མེད་ཀྱང་བཤགས་པའི་བདག་ཏུ་ཡོད་པ་དེ་སྡིག་པའི་ཡོན་ཏན་ཡིན་གསུངས་འདུག་སྡིག་པ་ལ་ཡོན་ཏན་ཡོད་མ་རེད་གསུངས་སྡིག་པ་ཡིན་ཚང་ནས་བཟུང་སྟེ་འཁོར་གྱི་འབྲས་བུ་མི་དགེ་བ་སྐྱེད་འབྲས་བུ་དུ་མ་སྐྱེད་པ་ཅི་རེད་མ་གཏོགས་པར་འཁོར་འབྲས་བུ་བདེ་བ་སྐྱེད་པའི་གནས་སྐབས་ག་དུས་ཡིན་ནའང་ཡོང་རྒྱུ་མེད་པ་ཡིན་དུས་ལ་སྡིག་པ་ལ་ཡོན་ཏན་མེད་ཀྱང་ཟེར།

ཟླ་བ་སྤྲིན་དཀར་ལྟ་བུ་རྣམ་མཛེས་ཏེ་དགའ་བ་ཟུང་འབྲེལ་མཐོང་ལྡན་བདེ་བཞི་ཡིན། ལྷོ་ཁ་ཆེན་པོ་ཀླུ་སྒྲུབ་ཀྱིས་མ་ཤེས་པའི་སྤྲིན་ཡིན་མ་གསུངས་ཡོད་རེད་ཁྱེད་རེད་ཟེར་ལབ་ན། ག་རེ་གསུང་གི་ཡོད་རེད་ཟེར་ལབ་ན་གང་ཞིག་སྔོན་གྱི་བག་མེད་གྱུར་པ་ལ་སྔོན་གྱི་ལས་དང་ཉོན་མོངས་པའི་ཡིད་འོང་དུ་གྱུར་ཏེ་བག་མེད་རེད་ནས་གང་ཞིག་སྔོན་གྱི་བག་མེད་གྱུར་པ་ལ་སྡིག་པ་མི་དགེ་བ་རྣམ་པ་མང་པོ་ཅི་བསགས་ཡོད་པ་ཡིན་ན་ཡང་གང་ཞིག་སྔོན་གྱི་བག་མེད་གྱུར་པ་ཤེས་ནས་བག་དང་ལྡན་པར་གྱུར་ཏོ་ཡང་ཤིང་དེའི་གནས་ཚུལ་སྡིག་པའི་གནས་ཚུལ་དེ་ཤེས་ནས་བཤགས་པ་བཟོ་རྒྱུ་ལ་སོགས་པ་གྱི་སྟོབས་ཀྱིས་ནི་རང་ཉིད་གར་སའི་ཀུན་གྱི་བག་ཡོད་པ་དང་ལྡན་པར་གྱུར་པ་ཡིན་ན་ནི་དེ་ལ་དེ་ནས་ཐར་པ་གོང་འཕང་འཐོབ་རྒྱུ་ཡོད་རེད་གསུངས། ཐར་པ་གོང་འཕང་འཐོབ་རྒྱུ་ཡོད་པའི་རྒྱུ་མཚན་དེ་ཉིད་ནི། ཟླ་བ་སྤྲིན་འདྲ་ལྟ་བུ་རྣམ་མཛེས་ཏེ་ཟླ་བ་སྤྲིན་བསྒྲིབས་བསྡད་པ་དེ་ལས་དེ་ནས་ད་ལྟ་གྲོལ་སོང་བ་ཡིན་ན།

པ། སྐྱོན་འདྲ་བོ་དེ་ཤེས་ནས། དེ་ནི་ཕ་མ་ཁོ་རང་དེའི་གེགས། པ། བྱིན་གྱིས་དེ་ལྟར་མི་བཟོ་རྒྱུ་གདམས་སེམས་དང་བཅས་པའི་སྒོ་ནས་དེའི་ནང་དུ་ལ། དེ་ནས་དབང་པོའི་སྒོ་དམ་པ་ཐམས་ཅད་ཀྱི་ནང་ནས་མཆོག་ཏུ་གྱུར་པ་སྐྱོན་དགའ་བོ་ལྟ་བུ་གསུམ་དུ་དཔེ་མ་སྲིད་པ་གེགས། བོད་ཁ་རི་སའི་གོ་ན་ད་གཞུག་མ་ན་སྐྱེས་བུ་དམ་པ་གྱུར་སོང་བ་རེད། དེ་ཡིན་དུས་ལ་ད་སྐྱེས་བུ་དམ་པ་གྱུར་སའི་ལམ་ན་གཞུག་མ་དགྲ་བཅོམ་པའི་གོང་བུ་འཐབ་སོང་བ་རེད་དེ་མདོ་ཤག་རྒྱན་སྐྱུང་དགའ་བོ། དེ་བཞིན་དུ་ད་འདི་གཏི་མུག་རྐྱེན་སོབ་འཕྲེང་ལྟ་བུ་ཟེར་དུས་དགེ་སློང་སོབ་མི་འཕྲེང་ཟེར་རྒྱུ་དེ་གི་ནི་མི་དགུ་བརྒྱ་དང་དགུ་བཅུ་གོ་དགུ་ཟེར་བ་རེད་མི་དགུ་བརྒྱ་དང་དགུ་བཅུ་གོ་དགུ་ཟེར་རྒྱུ་དེ་ཡང་ནི་ལོག་པའི་བཤད་ཡན་གྱི་དབང་དུ་གྱུར་དུས་ལ་ད། ང་རང་ཚོ་ལོག་པའི་བཤེས་གཉེན་གྱི་དབང་དུ་གྱུར་ནས་ལམ་ལོག་པ་ཟིན་དང་ལམ་ལོག་པ་གི་ལམ་དུ་མི་འཇུག་པར་གྱུར་ཅིག་ཟེར་ནས། ད་ལྟ་ང་རང་ཚོ་སྨོན་ལམ་ལ་ཡོད་ཀྱི་དེ་འདྲ་ཞིག་རེད་དེ་ཡིན་དུས་ལོག་པའི་བཤེས་གཉེན་གྱི་དབང་དུ་གྱུར་ཏེ། དེ་ནས་མི་དགུ་བརྒྱ་དང་དགུ་བཅུ་གོ་དགུ་ཟད་པ་རེད་དེ་ལོག་པའི་བཤེས་གཉེན་གྱི་དབང་དུ་གྱུར་འགྲོ་རྒྱུ་དེ་ཅི་རེད་ཟེར་ལབ་ན་ཁོ་བློ་དེ་གཏི་མུག་པའི་རང་བཞིན་གྱི་ཡིན་དུས་ལ་བསམ་ན་འགྲོ་བ་སྟོང་མ་ཤེས་ནས་གནས་དེ་གནས་མ་ཡིན་པ་འགྱེད་མ་ཤེས་ནས་མི་དགུ་བརྒྱ་དང་དགུ་བཅུ་གོ་དགུ་ཟད་པ་རེད།

གཞན་ལ་ལོག་པར་དབྱེ་འབྱེད་ཀྱི་ཆེད་དུ་ངང་གིས་མ་དེ་བསྲེགས་བཞག་པ་རེད། དེ་འདྲ་ཡིན་དུས་ད་མཐའ་མ་དེ་ཚོ་ཐམས་ཅད་ཀྱིས་དེ་ནི་རང་གི་ང་བཞིན་གྱི་སྡིག་པ་དེ་ལ་འགྱོད་པ་དྲག་པོའི་སྒོ་ནས་བཤགས་ཏེ་དེ་ནི་བྱིན་གྱིས་བསྡམས་ཏེ་དེ་ནི་ཡང་དག་པའི་ལམ་ལ་འཇུག་དུས་ད་ལྟ་གོང་དུ་ཞུས་པ་བཞིན་དུ་སྔ་མ་གི་ཅུང་དགའ་བོ་དང་སོ་མི་འབྲེལ་གཉིས་ཀྱི་དགྲ་བཅོམ་གོང་འཕོ་ཐོབ་སོང་བ་རེད་རྒྱལ་པོ་མ་སྐྱེས་དགྲའི་གཞུང་ཆུབ་སེམས་དཔའ་གོང་འཕོ་ཐོབ་སོང་བ་རེད། དེ་བཞིན་དུ་བདེ་བཞིའི་སྲིད་བྱུས་དེ། དེ་ནས་དགེ་བ་སྒྲུབ་པ་ལ་བརྟེན་ནས་མཐོ་རིས་ལྷ་ཡི་གནས་སུ་སྐྱེ། ལྷ་ཡི་གནས་སུ་སྐྱེས་ནས་དེ་ནས་དེ་ནི་བདེན་པ་མངོན་སུམ་དུ་མཐོང་སོང་གི་ལོ་རྒྱུས་དེ་འདྲ་ཡོད་རེད་དེ་འདྲ་ཡིན་དུས་ལ་ད་སྡིག་པ་ལ་ཡོན་ཏན་མེད་ཀྱང་བཤགས་པའི་མདག་དུ་ཡོད་པ་དེ་སྡིག་པའི་ཡོན་ཏན་ཡིན། གསུང་དགོས་ཡིན་དྲགས་པ་དེ་འདྲ་རེད་བཤགས་པ་ཡིན་ན་དེ་མདག་འགྲོ་གི་རེད། ད་དེ་ལྟ་བུ་བཤགས་པར་བྱེད་པ་ལ་ག་རེ་དགོས་ཀྱི་རེད་ཟེར་ལབ་ན་གཉེན་པོ་སྟོབས་བཞི་དེ་འཚོང་དགོས་ཀྱི་རེད། ད་གཉེན་པོ་སྟོབས་བཞི་སོང་དུས་ལ། སྡོང་པོ། སུན་འབྱིན་པའི་སྟོབས་ཟེར་རྒྱུ་དེ་དང་གཅིག། དེ་ནས་སྡོམ་པའི་སྟོབས་ཟེར་རྒྱུ་དེ་དང་གཉིས། དེ་ནས་རྟེན་གྱི་སྟོབས་དེ་དང་རྣམ་པ་གསུམ། གཉེན་པོ་ཀུན་ཏུ་གཞོལ་བའི་སྟོབས་དང་བཅས་ཏེ་སྟོབས་བརྒྱད་ཟེར། ད་སྟོབས་བརྒྱད་དེ་མཚུངས་དགོས་ཀྱི་རེད་མ་གཏོགས་སྟོབས་བརྒྱད་མ་མཚུངས་བ་ཡིན་ན་རང་བཞིན་དེ་ནི་ཡིག་བརྒྱ་བཀླགས་པ་ཙམ་གྱིས་དགེ་སྡིག་པ་ཐམས་ཅད་དག་ཐོབ་མ་ཐོབ་ཡང་དེ་དེ་ཚོམ་བུ་རང་བཞིན་མཁྱེན་གྱི་རེད་དེ་འདྲ་ཡིན་དུས་ལ། ད་སྡོང་པོ་སུན་འབྱིན་པའི་སྟོབས་ཟེར་རྒྱུ་ཁྱི་རེད་ཟེར་ལབ་པ་ཡིན་ན།

ཁོག་གི་ནང་དུ་དུག་སོང་བ་ལྟ་བུ་ཟེར་རང་གི་དུག་གི་ཟོལ་རྒྱག་པ་ཡིན་ན་སྟབས་བདེ་མ་སྲིད་བག་གི་བོང་བུ་དུག་ཡིན་པ་འདྲ་མ་ཤེས་དུས་དུག་གི་ཟོལ་རྒྱག་པ་ཡིན་ན་དཔེ་མ་སྲིད་བག་གི་སེམས་ལ་འགྱོད་པ་ཆེན་པོ་ཡོང་གི་ལ་ད་དཔེ་བཟང་པོས་ངའི་དུག་ཡིན་པ་ཧ་གོ་མ་ཐུབ་ད་དུག་ཟོལ་རྒྱག་རྒྱུ་རྒྱུ་མཚན་དེ་ལ་བལྟས་ནས་ད་ང་ཞུགས་མ་ཇི་སྲིད་དུ་ན་ད་ཤི་རྒྱུ་དེ་ཉེན་ཁ་འདྲ་བོ་དེ་ད་ང་དུག་ཚར་སོང་བསམ་གྱི་འདྲ་བོ་དེ་འདྲ་ཡིན་དུས་དེ་འགྱོད་པ་ཆེན་པོ་སྐྱེ་གི་རེད་དེ་ཡིན་དུས་ལ་དེ་འདྲས་མ་སོང་བ་སྐྱེ་གི་དེ་ནས་འགྱོད་པ་དེ་འགོ་གི་རེད་སོང་ད་འགྱོད་པ་མེད་པ་ཡིན་ན་བཤགས་པའི་མདའ་ཐུག་པོ་མ་རེད་གསུངས་དེ་ཡིན་འདུག་ལ། དེ་ནས་ངོ་ས་འཇིགས་སྐྲག་འགྱོད་པ་ཆེན་པོའི་སྒོ་ནས་དེ་ནས་རང་ཁོག་ཏུ་དུག་སོང་བ་ལྟ་བུ་གི་བློ་ཡི་སྒོ་ནས་དེ་ནས་བཤགས་དགོས་ཀྱི་རེད་གསུངས་དེ་ཡིན་འདུག་ལ། སུན་འབྱིན་པའི་སྟོབས་ཟེར་རྒྱུ་དེ་དེ་ལ་གསུངས་ཀྱི་ཡོད་རེད། དེ་ནས་སྡོམ་པའི་སྟོབས་གསུངས་རྒྱུ་དེ་ད་དེ་ལྟ་བུ་དེ་སྔ་ང་མ་རིག་པ་དབང་དུ་གྱུར་ནས་སྡིག་པ་དེ་འདྲའི་བསགས་ཞོར་འདུག་དེ། ད་མ་འོངས་པ་ན་ང་བྱིན་གྱིས་སོགས་དམར་པོ་འདི་ལ་བབས་ན་ཡང་ངའི་སྡིག་པ་དེ་འདྲ་ཙམ་ཡང་མི་བཟོ་བསམ་གྱི་འདུག་སོ་སོའི་སེམས་ཀྱི་ཐོག་ལ་སྡོམ་སེམས་དེ་ཡོང་དགོས་ཀྱི་ཡོད་རེད། སྡོམ་སེམས་དེ་མ་འབྱོངས་ཡོད་ན་ཡང་འགྲིག་གི་ཡོད་མ་རེད་དེ་ཡིན་དུས་ལ་སྡོམ་པའི་སྟོབས། དེ་ནས་རྟེན་གྱི་སྟོབས་ཟེར་རྒྱུ་དེ་ད་ལྟ་གོང་དུ་ཞུས་པ་བཞིན་དུ་མདོ་ཡི་གནས་སྐབས་ཡིན་ན་བདེ་གཤེགས་སོ་ལྔ་ལ་བརྟེན་ནས་ཏིང་འདི་བ་བཞག་པ་དང་འདྲེས་གསུངས་ཡོད་རེད། དེ་ནས་དཔལ་ནཱ་རྡོ་རྗེ་སེམས་དཔའ་ལ་ཏིང་འདི་བ་བཞག་པ། ཡང་ན་རང་གི་བླ་མ་དང་མཁན་པོའི་སྐུ་མདུན་ལ་བསྐྱར་ནས་དེ་སོགས་ལ་གཏན་འབེབས་ཀྱི་ཐོག་ནས་དེ་ནས་འདི་བ་བཞག་པ། དེ་ནས་གཏན་གྱི་སྟོབས་ཟེར་དེ་དག་གཏན་ཁྱད་པར་དུ་འཕགས་པ་དཔལ་ནཱ་རྡོ་རྗེ་གདན་ལ་སོགས་པ་དེ་འདྲའི་གཏན་ཁྱད་པར་དུ་འཕགས་པ་དྲུང་དུ་ཕྱིན་ཏེ་དེ་ནས་རང་གི་བཞག་པ་འགྲུབ་དེ་འདྲས་བཟོས་པ་ཡིན་ན་དེ་དེ་ལ་གཏན་གྱི་སྟོབས་གསུང་གི་ཡོད་རེད།

ལྷན་སྐྱེས་ཀྱང་སྐྱོད་ཅིང་སྡོམ་པར་བགྱིད་ལགས་སོ་ཟེར་ལབ་ནས་ད་མ་འོངས་པ་ལ་ངས་དེ་ག་དུས་ཡིན་ན་དེ་འདྲའི་མི་བཟོ་གསུངས་རྒྱུ་དེ་དེ་སྡོམ་པའི་སྟོབས་ཟེར་རྒྱུ་དེ་གསུང་གི་ཡོད་རེད་དེ་འདྲ་ཡིན་དུས་ལ་དེ་ལྟ་བུ་ད་གཏན་གྱི་སྟོབས་ལ་བརྟེན་ནས་དེ་འདྲ་གྱི་དགོས་ཀྱི་རེད་ཟེར་ད་གཉེན་པོ་ཀུན་ཏུ་བཤོས་པའི་སྟོབས་ཟེར་དུས་ད་དཔེར་ན་ཕུང་པོ་གསུམ་པོའི་མདོ་སྡོམ་པ་ལྟ་བུ་ཡང་ན་རྡོ་རྗེ་སེམས་དཔའི་སྒོམ་བཟླས་ཀྱི་དཔེར་ན་ད་ང་རང་ཚོ་འདིས་ཡིག་བརྒྱ་སྒྲུང་བ་ལྟ་བུ་ད་གཉེན་པོ་ཀུན་ཏུ་བཤོས་པའི་སྟོབས་ཟེར་དུས།

རང་གི་ཤེས་བོར་བཟུང་དུས་རང་ཉིད་ཐ་མར་དུ་གནས་པས་སོ། རང་ཉིད་ཐ་མར་ཤེས་ཚུལ་དུ་རིགས་འདུས་རྡོར་སེམས་འོག་གི་སྐོར་ཟད་ད་ལྟ་དཀོན་མཆོག་ཤིན་ཏུ་གི་མང་བོ་ཡིན་ན་རང་ཉིད་ཐ་མར་དུ་གནས་པ་གསུངས་ཡོད་རིགས་འདིའི་མང་བོ་ཡིན་ན་རང་ཐ་མར་དུ་གནས་པ་གི་ཤེས་བོར་ཟད་ད་ཡི་གེ་སྤམ། སྤམ་ཡིག་དཀར་པོ་གི་སྒོམ་དགོས་རེད་ཟད་ད་སྤམ་ཡིག་དཀར་པོ་སྒོམ་དུས་སྤམ་དེ་ཡང་ད་ལྟ་ཡི་གེ་དབུ་ཅན་གི་རྣམ་པ་སྒོམ་དགོས་གི་ཡོད་རེད་མ་གཏོགས་དབུ་མེད་གི་སྤམ་དྲག་མོ་རེ་བསྒོམ་ན་འགྲིག་གི་ཡོད་མ་རེད་ཡི་གེ་སྤམ་ཡིག་སྤམ་ཡིག་དཀར་པོ་དེ་བསྒོམ། ཡི་གེ་སྤམ་ཡིག་དཀར་པོ་དེ་ཡོངས་སུ་གྱུར་པ་ལས་པད་མ་དཀར་པོ་མདོག་མ་སྐྱེས་པ་ཟེར་དུས། ད་ས་བོང་ས་བོང་དེ་ཡོངས་སུ་གྱུར་པ་ལས་མེ་ཏོག་པད་མ་དཀར་པོ་མདོག་མ་སྐྱེས་པའི་ལྟེ་བ་ལ་ཟེར། དེའི་ཐོག་ཏུ་དེ་ནི་ཡི་གེ་ཨ། ཡི་གེ་ཨ་ཡིག་དཀར་པོ་དེ་ཡང་ཡོངས་སུ་གྱུར་པ་ལས་ཟླ་བའི་དཀྱིལ་འཁོར་གྱི་སྟེང་དུ་ཟེར་དུས་ད་ཟླ་གའི་སྤམ་དེ་མེ་ཏོག་པད་མ་དཀར་པོ་གའི་ས་བོང་དེ་རེད། ཨ་དེ་ཟླ་བའི་དཀྱིལ་འཁོར་གྱི་ས་བོན་རེད་དེ་ཡིན་དུ་མདོ་མ་བརྒྱད་པའི་ལྟེ་བར་ཨ་ལས་ཟླ་བའི་དཀྱིལ་འཁོར་གྱི་སྟེང་དུ་གསུང་རྒྱུ་དེ་ད་ལྟ་རྡོ་གདན་དགོན་པ་ཟེར་རྒྱུ་དེ་རེད། ད་དེ་ནས་ཧོང་དུ་རྡོ་རྗེ་དཀར་པོ་རྩེ་ལྔ་པ་ཟེར་རྒྱུ་འདི་ནས་ལས་དང་པོ་གསུང་རྡོ་རྗེ་ས་བོན་བསྐྱེད་པ་དང་དཀྱིལ་སྙིང་པ་ལ་ཐུགས་རྡོ་རྗེ་བྱང་སེམས་བསྐྱེད་པ་དང་གཉིས་གསུམ་པ་ལ། སྐུ་རྡོ་རྗེ་ཡོངས་སུ་རྫོགས་པ་བསྒོམ་པ་དང། རྒྱས་འདེབས་དང་ཟབ་རྒྱས་འགྲོ་བའི་རྣམ་པ་གསུམ་ཡོད་རེད། དེའི་ནང་ནས་དང་པོ་གསུང་རྡོ་རྗེ་ས་བོན་བསྐྱེད་པ་གསུང་སྒྲོས་ལ། ད་ཧུང་ཟེར་རྒྱུ་དེ་ཨོམ་བན་ཛ་ས་ཏོ་ཧུང་ཟེར་རྒྱུ་འདྲ་བོ་ད་ཧུང་ཡིག་ཟེར་ལ་དུ་དེ་ཧུང་དེ་ད་ལྟ་རྡོ་རྗེ་སེམས་དཔའ་གི་གར་གསལ་སྐོར་ན་སྔགས་ཀྱི་ནང་དུ་ད་གཙོ་བོ་འདྲ་བོ་དེ་ཁྱག་འདེབས་ཀྱི་ཡོད་རེད་དེ་འདྲ་ཡིན་དུས་གསུང་རྡོ་རྗེ་ས་བོན་བསྐྱེད་པ་གསུང་སྒྲོས་ད་དང་པོ་ཧུང་དེ་བསྒོམ་དགོས་ཀྱི་ཡོད་རེད་གསུང། ད་ཧུང་དེ་ཧུང་ཧུང་དེ་ཧུང་ཡིག་དཀར་པོ་གྱི་སྒོམ། ཧུང་དེ་ལས་ཟེར་དུས་ད་ཧུང་དེ་ཡོངས་སུ་གྱུར་པ་ལས་དེ་རྡོ་རྗེ་དཀར་པོ་རྩེ་ལྔ་པའི་རྡོ་རྗེ་དཀར་པོ་རྩེ་ལྔ་པ་གྱི་སྒོམ་གོ་རེ་གསུང། དེ་ཡིན་དུ་ད་དང་པོ་གསུང་རྡོ་རྗེ་ས་གོང་བསྐྱེད་པ་ཟེར་དུས་ད་ད་ཧུང་ཡིག་དེ་རེད། དེའི་སྟེང་དུ་དེ་ནས་རྙིང་པ་ཐུགས་རྡོ་རྗེ་བྱམས་སེམས་བསྐྱེད་པ་དེ་ལ་ཡང་ད་རྣམ་པ་གཉིས་གསུངས་པ་རེད་དང་པོ། ས་བོན་བསྐྱེད་པ་དེ་དང་འོད་ཟེར་སྤྲོ་བསྡུ་བྱེད་པ་རྣམ་པ་གཉིས་ཡོད་རེད་དེ་ཡིན་དུས་ལ་ད། ཁུངས་དེ་ལས་ཡོངས་སུ་གྱུར་པ་ལས་སུ་ད་རྡོ་རྗེ་དཀར་པོ་རྩེ་ལྔ་པ་ཟེར་དུས་ད་དེ་གའི་རྡོ་རྗེ་དཀར་པོ་རྩེ་ལྔ་པ་དེ། དེ་ནི་ད་ལྟ་རྡོ་རྗེ་སེམས་དཔའ་གི་ཤ་མཚན་དེ་རེད་དེ་ཡིན་དུས་ལ། དེ་ནི་ཐུགས་རྡོ་རྗེ། ཤ་མཚན་བསྐྱེད་པ་ཟེར་དུས་ཧཱུྃ་ཧཱུྃ་དེ་ཡོངས་སུ་གྱུར་པ་ལས་རྡོ་རྗེ་དཀར་པོ་རྩེ་ལྔ་པ། ལྟེ་བ་ལ་ཧཱུྃ་གི་མཚན་པ་ཟེར་ལབ་དུས་ད། རྡོ་རྗེ་དཀར་པོ་རྩེ་ལྔ་པ་དིག་གི་ལྟེ་བ་དེ་ཡང་དེ་ནས་ཁོག་སྟོང་ཡན་འབབ་ཀྱི་ནང་དུ་དེ་གི་ཡི་གེ་ཧོང་ཡིག་དཀར་པོ་གཅིག་གི་མཚན་པ་གྱི་དབང་བསྐུར་རེ་གསུངས་ཏེ་དེ་ཡིན་དུས་ད་ལྟ་དེའི་ཐུགས་རྡོ་རྗེ་བཤམ་མཚན་བཅས་པ་དེ་ལ་ས་བོན་བསྐྱེད་པ་དེ་དང་འོད་ཟེར་སྤྲོ་བསྡུ་གི་དོན་བྱེད་པ་རྣམ་པ་གཉིས་ཡོད་དུས་ད་ལྟ་དེ་ས་བོན་བསྐྱེད་པ་རེད། ད་དེ་ལས་འོད་འཕྲོས་པས་ལྟེ་བ་ལ་ཧོང་གི་མཚན་པ་དེ་ལ་འོད་ཟེར་འཕྲོས། དེ་ནས་ཕྱོགས་བཅུའི་ཞིང་དང་རྒྱུ་བའི་སངས་རྒྱས་སྲས་དེ་བསྐྱེད་པ་ན་ཁྱོད་ཀྱིས་དེ་ལ་འཕགས་པ་ཁྱོད་གསུང་གི་ཡོད་རེད། དེ་ཡིན་དུ་བས་ན་དང། གསེར་དང་གཞན་དང་ཡང་དང་འཇམ་དབྱངས་ཀྱི་ཁྱུ་ནི་དྲི་མ་མི་མཐོང་ན་རྟོག་ལ་མི་འདོད་ཅིང་འདྲིམ་པ་ལ་ཡང་མི་འདོད་པའི་ཡན་ལག་བརྒྱད་དུ་ཁྱུད་དོ་དོ་ཅེས་གསུངས་པ་ལྟ་བུ་སྐད། དེ་ནི་ཡན་ལག་བརྒྱད་དང་ལྡན་པའི་ཁྱུ་མཆོག་ཡང་དག་ཞབས་བཞིར། དེ་བཞིན་དུ་ཁྱུ་ལས་སྐྱེས་པའི་མེ་ཏོག་པད་མ་དང་དེ་བཞིན་དུ་མཐོང་ལས་སྐྱེས་པའི་མེ་ཏོག་ལམ་པོ་སྣ་ཚོགས་པ་ཁའི་ཁྱུ་སྐྱེས་དང་མཐོང་སྐྱེས་ཀྱི་མེ་ཏོག། དེ་ནས་ལྷན་སྐྱེས་དང་ཞབས་གཞུང་གི་བདུག་སྤོས་བཟུང་སྟེ་ལྷན་སྐྱེས་པས་ན་ཙན་དན་དང་དེ་ན་ཨ་བྷ་རུ་ལ་སོགས་པ་དེ་ཚོ་གང་དང་པོ་ནས་རང་བཞིན་ལྷན་སྐྱེས་ཁོ་རང་དྲི་མ་བཟང་པོ་ཡོད་བསྡད་ཀྱི་དེ་རེད། དེ་ནས་བཞའ་བྱུང་ཟེར་དུས་ད་དེའི་སྤོས་འདྲ་བོ་ད་དྲི་ཞིམ་པོ་ཐམས་ཅད་ཚུར་བསྡུས་ནས་བཞའ་བ་ལ་བྱུང་བ་དེ་ཡིན་དུ་ལྷན་སྐྱེས་དང་བཞའ་བྱུང་གི་བདུག་སྤོས་དེ་བཞིན་དུ་དེ་ནི་རང་བྱུང་གི་སྣང་སར་ཉི་མ་དང་ཟླ་བ་ཟེར་ལ། ཉི་མ་དང་ཟླ་བ་དེ་སུས་བཟོས་ཀྱི་འོག་མ་དེ་ཁོ་རང་རང་བྱུང་གི་འོད་དང་ལྡན་པ་སྐྱེ་ཡིན་དུས་ལ། དེ་ནི་ཉི་མ་དང་ཟླ་བ་ལྟ་བུ། སྐྱོན་མེད་སྣང་སར་ཟེར་བས་ན་ད་དེང་སང་དུས་ཚོད་འདྲ་བོ་ཡིན་ན་གློག་གི་སྒྲོན་མེ་དང་དེའི་རྐྱེན་པས་འགྲོན་མ་སྙིང་པོ་མ། ཟེར་བ་ལས་ཟེར་བ་གསུངས་དུས་ད་གསུམ་པ་སྐུ་རྡོ་རྗེ་ཡོངས་སུ་རྫོགས་པ་བསྒོམ་པ་ཟེར་བ་འདི་སྐད། ད་ལྟ་ཟབ་རྒྱས་ཀྱི་ཁྱད་ཡོངས་སུ་ཡོད་པས་དེ་ཡིན་དུས་དེ་ཡོངས་སུ་གྱུར་པ་ལས་དེ་ནི་བཅོམ་ལྡན་འདས་དཔལ་རྡོ་རྗེ་སེམས་དཔའ་ཀུན་ཏུ་དགའ་བོར་ཤར་གྱི་ཕྱག་གཉིས་རྡོ་རྗེ་དང་ཆོས་ཀུན་རྩིང་པོ་ཡུམ་ལ་འཁྱུད་པ། ཡུམ་རྡོ་རྗེ་སྙེམས་མ་དཀར་མོ་གྲི་གུག་ཏུ་ཐོགས་པ་འཛིན་པའི་ཡོབ་ལ་འཁྱུད་པ། གཉིས་ཀ་རུས་པ་རིན་པོ་ཆེའི་རྒྱན་གྱིས་བརྒྱན་པ་ཟེར་བ་དེ། མི་ཤེས་ཀྱི་སྐྱེ་མེད་རིགས་བཅོམ་ལྡན་འདས་དཔལ་རྡོ་རྗེ་སེམས་དཔའ་ཀུན་ཏུ་དགའ་བོ། དེ་ནས་ཞག་གཅིག་པ་ཞག་གཉིས་པ་ཞག་གཡས་པའི་རྡོ་རྗེ་དང་ཡང་དྲིལ་བུ་འཛིན་པའི་ཡོ་ལ་འཇུས་པ་ཡང་རྡོ་རྗེ་སྙེ་མ་དཀར་མོ་ཞག་གཡས་པའི་གྲི་གུག་དང་ཡང་ཐོད་པ་འཛིན་པའི་ཡོ་ལ་འཇུས་པ། དང་གཉིས་ཀའང་རུས་པ་དང་རིན་པོ་ཆེའི་རྒྱན་གྱིས་བརྒྱན་པ། དེ་ལྟ་བུའི་ཡོ་དང་ཡུམ་གཉིས་ཀ་དེའང་རུས་པ་དང་རིན་པོ་ཆེའི་རྒྱན་གྱིས་བརྒྱན་པའི་རང་བཞིན་གྱི་གོང་མགོ་རེས་སུ་དར་གྱི་ཚོགས་ཀྱི་འདི་རིན་པོ་ཆེའི་རྒྱན་ཟེར་དུས། འདི་ལ་ད་ལྟ་གོང་ཞུ་རྫོགས་པའི་རྒྱན་ཆས་བཅུ་གསུམ་ཟེར་གྱི་འདུག་གོ་དེ་འདྲའི་ཡོ་རེ་དེ་ཡིན་དུས་ལ་རིན་པོ་ཆེའི་རྒྱན་དུ་བདེན་པ་རེད་དེ་ད་སྐབས་འདི་ལ་ཡང་མི་སྲིད་དེ།

དེ་ནས་མགུལ་རྒྱན་དང་དོ་ཤལ་དང་སེན་མོ་དང། དེ་ནས་སེན་མོ་དོ་དང་ཤ་གདུབ་དང་ཤོག་གདུབ་དང་དཔུང་རྒྱན་དེ་བསྐྱེད་དེ་ལོན་པ་བརྒྱད་རེད་ད་དེ་མ་མ་ཡང་ཚིག་རྐང་དེ་ཚོ་འདྲ་མི་འདྲ་གི་བ་དམ་ཅུང་མང་ལོག་ལ་འདྲ་མི་འདྲ་ཤ་ཚ་འདུག་དེ་ཡིན་ན་ད་ང་རང་ཚོ་མང་ཆེ་འདི་ལྟར་འདྲེ་ཚིག་མང་པོ་ཡོད་རེད་དེ་ཡིན་དུ་རིན་པོ་ཆེ་དབུ་རྒྱན་ཟེར་དུ་དབུ་རྒྱན་དེ་ནས་གཉན་རྒྱན་ཟེར་དུ་གཉན་ལ་མངོན་པ་གཉན་དེ་ནས་མགུལ་རྒྱན་ཟེར་དུ་ད་འདི་ཐུང་བ་དེ་ལ་མགུལ་རྒྱན་གསུང་གི་ཡོད་རེད་དེ་ནས་སེན་མོ་དོ་ཟེར་དུ་དེ་གི། སྔོན་མ་གི་བར་དུ་སླེབས་འཇུག་གི་ཐང་ཐང་རིན་པོ་ཆེའི་རྒྱན་དེ་ལ་སེན་མོ་ཐོགས་གསུངས་ཡོད། དོ་ཤལ་ཟེར་དུས་དེ་ལས་རིང་བ་དེ་ལ་ལྟེ་བ་གི་ཡང་དག་ལ་ཁེབས་འདུག་ཅེས་དེ་ལ་དོ་ཤལ་གསུངས་ཡོད། དེ་འདྲ་ཡིན་དུས་ཁ་ཤས་ཀྱི་ནང་ལོགས་ལ་སྤུ་རྒྱན་དང་སྙན་རྒྱན་མགུར་རྒྱན་རེ་མང་འདུག་དོ་ཤལ་དང་སེན་མོ་དོ་གཉིས་གཅིག་ཏུ་བརྩིས་ནས་ཡང་དེ་འདྲའི་བརྩི་མཐོང་ཁ་པོ་ཡོད་འདུག་ད་ང་རང་གི་ལྟ་ན་ཕ་རྒྱལ་འདི་བརྩི་མཐོང་གི་དེ་སྤུ་རྒྱན་དང་སྙན་རྒྱན་དང་མགུར་རྒྱན་དང་དོ་ཤལ་དང་སེན་མོ་ཐོགས་ཟེར་དུས་ད་སྔ་རེད་འདུག་ཡོད།

འདི་འདྲའི་འདུ་བ་རེ་རེ་བརྒྱབ་སོང་བ་ཡིན་ན་ད་འདུ་བ་བརྒྱབ་འགྲོ་བའི་དེའི་སྐད་ནི་མང་སྣར་ཡོང་རྒྱུ་དེ་ལ་བདག་སྐྱོང་བ་ཟེར་ལབ་ཡོང་དུས་ལ་ཡིན་རྒྱུ་སྐྱིད་ཡིན་པ་ལ་དེ་ནི་སྟོད་གཡོག་དང་བདག་སྐྱོང་ཟེར་དེ་འདྲ་ཡོད་རེད་ཡང་ཁ་ཤས་ངང་ལོ་སྟོད་གཡོག་སྟོད་གཡོག་ཟེར་ཡང་དེའི་ཐོག་བདག་སྐྱོང་འདྲ་བོ་ཀྱི་ཟུར་ཟུར་དེ་འདྲ་གནང་གི་འདུག་དེ་ད་ཕ་ཆེ་ང་རང་སོ་ཀྱི་ཁྲི་ཡི་ཐང་ཆེན་ལ་བཟོས་ན་དེ་འདྲ་འདྲ་བོ་ཀྱི་རེད་དེ་ད་གང་དུ་སྟོད་གཡོག་དང་མི་གཡོག་དང་ཨེ་ནས་བདག་སྐྱོང་དང་ད་འདྲ་ཡང།

དེ་ལྟ་བུའི་རྡོ་རྗེ་སེམས་དཔའ་དེ་ཉིད་གཞོབ་རྡོ་རྗེ་སྐྱིལ་མོ་ཀྲུང་གི་བཞུགས་པའི་གེགས་དེ་ནས་དཔྲལ་བར་ཨོམ། མགྲིན་པར་ཨ། ཐུགས་ཀར་ཧཱུྃ། ཧཱུྃ་ལས་འོད་འཕྲོས་པས་སངས་རྒྱས་ཏེ་བྱང་ཆུབ་སེམས་དཔའ་རྣམས་ཀྱི་རྡོ་རྗེ་སེམས་དཔའི་ཡོན་གྱི་རྣམ་པར་ཤེས་ཀྱང་གང་ཟག་འདོད་ལ། རྡོ་རྗེ་སེམས་དཔའ་བསྒོམ་དུ་བགྱི་གེགས་ཀྱི་དཔྲལ་བར་ཨོམ། མགྲིན་པར་ཨ། ཐུགས་ཀར་ཧཱུྃ། ཧཱུྃ་ལས་འོད་འཕྲོས་པས་སངས་རྒྱས་ད་རང་གི་རང་ཉིད་ཐ་མལ་དུ་གནས་པའི་ཕྱི་ཚུལ་དུ་རྡོ་རྗེ་སེམས་དཔའ་སྐྱིལ་བསྒོམ་དུ་བགྱི་ཡོད་དེ་དེ་དང་ཚིག་སེམས་དཔའ་སེམས་ཀྱི་བདུད་རེག་ད་དམ་སྲི་སེམས་དཔའ་དེ་ལ་ཡེ་ཤེས་སེམས་དཔའ་དེ་མ་གཏོང་དགོས་ཀྱི་ཡོད་རེད་དེ་ཡིན་དུས་དམ་སྲི་སེམས་དཔའ་དེ་ཀས་དེ་ནས་དཔྲལ་བ་དང་མགྲིན་པ་ཐུགས་ཀ་གསུམ་ནས་དེ་ནས་འོད་ཟེར་དེ་འཕྲོས། དེ་ནས་སངས་རྒྱས་དེ་བྱང་ཆུབ་སེམས་དཔའ་ཐམས་ཅད་རྡོ་རྗེ་སེམས་དཔའ་ཡོངས་ཀྱི་རྣམ་པར་ཤེས་དྲང་གསུངས་དུས་ལ་ཕ་ཤུགས་ཀྱི་ཞིང་ན་རྒྱུ་བའི་སངས་རྒྱས་དེ་བྱང་ཆུབ་སེམས་དཔའ་ཐམས་ཅད་དེ་ནས་རྡོ་རྗེ་སེམས་དཔའི་རྣམ་པ་ལ། རྡོ་རྗེ་སེམས་དཔའ་དེའང་ཡོབ་ཅོག་མ་ཡིན་པར་རྡོ་རྗེ་སེམས་དཔའ་ཡོབ་ཡོན་གྱི་རྣམ་པར་ཤེས་ཀྱང་རྫ་ཧུང་བང་ཧོ། ད་རྫ་ཧུང་བང་ཧོ་གསུངས་རྒྱུ་གི་སྤྱིར་བཏང་གི་རྫ་གསུངས་ཡིན་པའི་ཚེ་ན་ད་རང་གི་ཤི་བོ་ལ་རྡོ་རྗེ་སེམས་དཔའ་སྒོམ་བསྡད་རྒྱུ་དེ་དམ་སྲི་སེམས་དཔའ་རེད། ད་དེ་ནས་དབྱིངས་ནས་ཡེ་ཤེས་སེམས་དཔའ་དེ་ཤེས་གྲོང་དུ་རྫ་ཞེས་བརྗོད་པས་དམ་སྲི་སེམས་དཔའ་དེ་གི་ཤི་བོ་ལ་ད་རྡོ་རྗེ་སེམས་དཔའ་ཡོན་གྱི་རྣམ་པ་དེ་ཤེས་གྲོང་རྒྱུ་དེ་ལ་རྫ་གསུངས་རྒྱུ། ཧཱུྃ། རྒྱུ་ཡིན་པའི་ཚེ་ན། དེ་ལྟ་བུའི་ཡེ་ཤེས་སེམས་དཔའ་དེ་ནི་དམ་སྲི་སེམས་དཔའ་ལ་མ་ཞུགས་འགྲོ་གི་ཡོད་རེད། དེ་ནི་བམ། རྒྱུ་ཡིན་པའི་ཚེ་ན་ཞུགས་པ་ཙམ་མ་ཟད་པར་དཔེར་ན་ཆུ་ཡི་ནང་དུ་ཆུ་བླུགས་རྒྱག་པ་ལྟ་བུ། དམ་སྲི་སེམས་དཔའ་རང་གི་ཤི་ཚུལ་ལ་བསྒོམ་བཟླས་བརྒྱུད་ཀྱི་དམ་སྲི་སེམས་དཔའ་གྱི་རྡོ་རྗེ་སེམས་དཔའ་དེ་དང་དབྱིངས་ནས་སྤྱན་དྲངས་པའི་ཡེ་ཤེས་སེམས་དཔའ་དེ་ནི་དཔེར་ན་ཆུ་ཡི་ནང་དུ་ཆུ་རྒྱག་པ་ལྟ་བུ། དབྱེར་མེད་དུ་འདྲེས་ནས། མི་འདྲེས་པར་བསམ་གྱིས་དེ་ལ་བམ་གསུངས་པར་ཡོད། ཧོ། ཟེར་དུས་ད་དམ་སྲིའི་སེམས་དཔའ་རང་གི་ཞི་ཚུལ་ལོ་བམ་འདས་རྒྱུ་བའི་རྡོ་རྗེ་སེམས་དཔའ་དེའི་ཁའི་སྒོ་གསུམ་དེ་དང་ཡེ་ཤེས་སེམས་དཔའི་རྡོ་རྗེ་གསུམ་པོ་དེ་རྒྱས་བཏབ་ནས། དེ་ནས། དེའི་ཁའི་དམ་སྲིའི་སེམས་དཔའ་དེ་སྒོ་གསུམ་པོ་དེ་ཡེ་ཤེས་སེམས་དཔའ་ཁའི་རྡོ་རྗེ་གསུམ་གྱིས་རྒྱས་བཏབ་ནས།

དེ་ནས་ད་ལྟ་ཀུན་འདུས་ནོར་བུའི་ལུགས་ཟེར་གྱི་འདྲ་བོ། དེ་ནས་རྡོ་རྗེ་སེམས་དཔའ་དེ་དང་བླ་མ་ནི་དབྱེར་མི་ཕྱེད་པ། དེ་ལྟ་བུའི་རྡོ་རྗེ་སེམས་དཔའ་དེ་ནི་རྡོ་རྗེ་སེམས་དཔའ་དེ་ཉིད་ནི། དེ་ནས་དཀོན་མཆོག་ཀུན་འདུས། དེ་ནས་ཡི་དམ་ཀུན་འདུས། དེ་ནས་མཁའ་འགྲོ་ཀུན་འདུས་ཆོས་སྐྱོང་ཀུན་འདུས་ཟེར་གྱི་རང་བཞིན་གྱིས་ཐམས་ཅད་ཀྱི་རང་བཞིན་གྱི་ཡིན་པ་དེ་སྒོམ་དགོས་ཀྱི་ཡོད་དོ་ལ། དེ་ནས་ད་ལྟ་དེའི་རིགས་ཀྱི་ཁྱབ་བདག་ཟེར། ཞུགས་དགོས་རྒྱུ་མཚན་འདྲ་བོ་དེ་འདྲ་རེད་དེ་ཡིན་དུས་ལ་དོན་དུ་རང་གི་ཤི་ཚུལ་ལ་སྒོམ་དེ་རྡོ་རྗེ་སེམས་དཔའ་དེ་དང་རང་གི་རྩ་བའི་བླ་མ་དེ་གཉིས་དབྱེར་མེད་པར་སྒོམ་དགོས་ཀྱི་རེད་གསུངས་མ་གཏོགས་བླ་མ་དང་རྡོ་རྗེ་སེམས་དཔའ་གཉིས་ཐ་དད་དུ་སྒོམ་ནས་དེ་འདྲའི་བཟོ་རྒྱུ་ཡོད་མ་རེད་གསུངས་བླ་མ་རྡོ་རྗེ་སེམས་དཔའ། སྣང་སྟོང་རྒྱ་མཚོའི་རྡོ་རྗེའི་སྐུ་རྐྱེན་གསུངས་དུས་བླ་མ་རྡོ་རྗེ་སེམས་དཔའ། དེ་བཞིན་དུ་སྣང་སྟོང་རྒྱ་མཚོ་ལ་ཟེར་དུས་བླ་མ་རྡོ་རྗེ་སེམས་དཔའི་སྐུ་དེ། སྣང་བཞིན་དུ་སྟོང་སྟོང་བཞིན་དུ་སྣང་བ་སྣང་བ་དང་སྟོང་པ་གཉིས་ཐ་དད་རེད་མ་གསུངས་བ། དཔེར་ན། རྒྱ་སྲོང་རྡོ་རྗེའི་སྐུ་རྐྱེན་ཡིན་གསུངས་དུས་དེ་ནང་ཁུལ་རྒྱ་སྲོང་ལྟ་བུ་རེད་ནང་ཁུལ་རྒྱ་སྲོང་དེ་གསལ་བོ་གནང་རྒྱུ་རེད་གནང་བསྡད་པ་ཡིན་ན་དེ་ལ་རང་བྱན་གྱི་གྲུབ་པ་མེད་པ་ཡིན་དུས་སྟོང་པ་ཡིན་དུས་རྒྱ་སྲོང་རྡོ་རྗེའི་སྐུ་རྐྱེན་ཟེར་དེ་ལྟ་བུ་སྒོམ་དགོས་རེད། རིགས་བརྒྱའི་ཁྱབ་བདག་དངོས་ཉིད་ད་ལྟ་གོང་དུ་བཤད་པ་བཞིན་དུ་རིགས་ཐམས་ཅད་ཀྱི་ཁྱབ་བདག་ཏུ་གྱུར་པ་རེད་ཟེར་རིགས་བརྒྱའི་ཁྱབ་བདག་དངོས་ཉིད། ཐུགས་ཀར་ཟླ་བུའི་རྡོ་རྗེའི་ལྟེ་བར་ས་བོན་ཧཱུྃ་དང་འཁོར་ལོ་ཟེར་ད་ཐུགས་ཀ་ལ་དེའི་ཐུགས་ཀ་ལ་ཟླ་བའི་དཀྱིལ་འཁོར་ཟླ་བའི་དཀྱིལ་འཁོར་གྱི་དབུས་སུ་རྡོ་རྗེ། དཀར་པོ་རྩེ་ལྔ་པ། རྡོ་རྗེ་དཀར་པོའི་རྩེ་ལྔ་པོའི་ལྟེ་བ་ལ་ཟེར་པ་ལྟེ་བ་དེ་དང་དང་ཁོང་སྟོང་ཡིན་པ་ལ་དིག་གི་ནང་ལོགས་ལ་ས་བོན་ཧཱུྃ། ཧཱུྃ་དེ་གི་མཐའ་སྐོར་དུ་ཡིག་བརྒྱའི་སྔགས་ཀྱིས་བསྐོར་བས་ཟེར་བ་མེ་ཛ་ས་དོ་ས་མ་ཡེ་ཟེར་བས་ཡིག་བརྒྱའི་སྔགས་ཀྱིས་བསྐོར་བར་རེ་ཟུང། ད་སྔགས་ཀྱིས་བསྐོར་གསུངས་འདུག་སྔགས་ཀྱི་བསྐོར་རྒྱུ་དེ་ལ་སྤྱིར་སྟོང་གི་ཐུགས་སྲོག་གི་ས་བོན་ཡི་གེ་ཧཱུྃ་དུ་བསྒོམ་ཡོད་འདུག་ཧཱུྃ་གི་སྟོང་པ་དེ་ག་བ་བསྟན་ཡོད་ན་རང་གི་སྟོང་པ་དེ་གཅིག་པ་རེད་འདུག་ཧཱུྃ་གི་ཞབས་ཀྱི་དུ་ཕག་གྲོག་ཁུག་ཡོད་རེད་མ་གཏོགས། ཧོང་གི་ཞབས་བརྗོད་ཚུགས་སྒམ་བྱས་ན་མི་འགྲིག་རེད་དེ་ཡིན་དུས་ཧོང་གི་ཞབས་བརྗོད་དེ་བག་ཡོད་པ་ད་ཡི་གེ་བྲི་དུས་ལ་ཧོང་ཟེར་དུས་ཞབས་བརྗོད་འདི་བག་འཐེན་འགྲོ་གི་ཡོད་རེད་ཞབས་བརྗོད་ཡོད་སར་ངོས་དེ་ཡི་གེ་གི་སྡོམ་པ་རེད་དེ་ཡིན་དུས་རང་གི་སྡོམ་པ་དེ་དུས་ཡི་གེ་དེ་ཡང་ཧོང་དེ་ཞབས་བརྗོད་བག་ཡོད་པ་བས་ན་འདི་འདྲས་སྒོམ་གྱི་རེད་མ་གཏོགས་ལེབ་ཤ་བས་སྒོམ་གྱི་ཡོད་ངོ་ན་འདི་འདྲས་མི་སྒོམ་དགོས་རེད་ག་དེའི་སྣེ་ལ་སྤྱིར་བཏང་གི་རྔམ་ཕྲེང་ཡིན་ན་རྔམ་ཕྲེང་སྒོམ་ཡོང་དུས།

སྐབས་འདི་ལ་ས་བོན་ཧོང་ཡིག་དཀར་པོ་དེ་བཟོས་དུས་ཧོང་ཡིག་དཀར་པོ་དེའི་མཐའ་སྐོར་དུ་ཡིག་རྒྱུ་སྔགས་ཀྱིས་བསྐོར་དགོས་དུས་དེ་ནི་ཡིག་བརྒྱ་སྔགས་ཐམས་ཅད་སྔགས་ངོ་ནོངས་ལྡན་བས་ན་དེ་ནི་གོ་རང་སྒྲུབ་བྱེད་པ་ལྟ་བུར་རང་བཞིན་དུ་བསྒོམ་དགོས་པ་རེད་གསུངས། སྐུ་དང་སྔགས་འཕྲེང། རྡོ་རྗེ་སོགས་ཀྱི་རྟེན་ལས་ཟེར་དུས་ལྟར་སྐུ་ཟེར་དུས་རྡོ་རྗེ་སེམས་དཔའ་སྐུ་དེ་སྔགས་འཕྲེང་ཡི་གེ་བརྒྱ་པ། རྡོ་རྗེ་སོགས་ཀྱི་རྟེན་ལས་ཟེར་དུས་ལྟར་མདའ་རྡོ་རྗེ་དཀར་པོ་རྩེ་ལྔ་པ་དེའི་གི་ལྟེ་བ་ལ་ས་བོན་ཧོང་ཡིག་དུ་བསྐྱེད་པ་དེ་ཡིན་དུས་སྐུ་དང་སྔགས་འཕྲེང་རྡོ་རྗེ་སོགས་ཀྱི་རྟེན་ལས། སྐུ་གསུང་ཐུགས་ཀྱི་བྱིན་རླབས་ཀྱི་རང་བཞིན་བདུད་རྩིའི་རྒྱུན་བབས་ཟེར་ཏེ་སོ་ཐམས་ཀྱི་ལས་དེ་རང་གི་བདུད་རྩིའི་རྒྱུན་བབས། ཡོར་ཡོམ་གྱི་གཞོན་མཚམས་ནས་བྱུང་བ་ཟེར། རྡོ་རྗེ་སེམས་དཔའ་ཡོར་དང་ཡོམ་གཉིས་ཀྱི་གཞོན་མཚམས་ནས་བདུད་རྩི་གི་རྒྱུན་དེ་བབས། བདག་ཉིད་ལུས་ཀྱི་ཕྱིར་སོང་བའི་དུས་མ་ཐམས་ཅད་ཤར་ཟེར་ཡང་འདི་ལ་ཡང། རྡོ་རྗེ་སེམས་དཔའ་ཡོར་ཡོམ་གྱི་གཞོན་མཚམས་ནས་དེ་བདུད་རྩིའི་རྒྱུན་བབས་པ་འདྲ་བོ་དང། ཡང་ཁ་ཤས་ཀྱིས་དཔལ་ན་རྡོ་རྗེ་སེམས་དཔའ་གིས་དེ་ནས་ཕྱག་གི་སེན་མོ་གི་བར་ནས་བོང་བ་ལ་སོགས་པ་དང་དེ་འདྲའི་ཡང་གསང་སྙིང་དགོངས་པ་འདྲ་མི་འདྲ་མང་པོ་ཡོད་དེ་དེ་ཡིན་ནའང་ད་ལྟ་འདི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཀྱི་རང་བཞིན་བདུད་རྩིའི་རྒྱུན་བབས་ཤིག་ཡོད་ཡུམ་གྱི་གཞུང་མཚམས་ནས་བྱུང། བདག་ཉིད་ཀྱི་ལུས་ཀྱི་ཕྱིར་སོང་བས་ད་དེ་བདུད་རྩིའི་རྒྱུན་དུ་བབས་འོང་དུས་བདག་ཉིད་ཀྱི་ལུས་ཀྱི་ཕྱིར་སོང་བས་དྲི་མ་ཐམས་ཅད་དེའི་བར་བཤལ། ནང་ཚངས་བུག་ནས་ཞུགས་པས་བདུད་རྩིའི་རྒྱུན་དེ་རང་གི་ནང་ཚངས་བུག་ནས་ཞུགས་པས། ནད་གདོན་སྲོག་ཆགས་ཀྱི་རྣམ་པ་ཅན་འོག་སྒོ་ནས་འདེགས་ཟེར་ནད་ཐམས་ཅད་རྣག་ཁྲག་ཏུ་བྱོ་ཟེར་གྱི་རྣམ་པ། གདོན་ཐམས་ཅད་སྲོག་ཆགས་སྦྲུལ་དང་འབམ་དང་སྦལ་པ་དང་སྡིག་པ་ལ་སོགས་པའི་རྣམ་པ་ཅན་རྣམས་འོག་སྒོ་ནས་འདེགས་ཟེར། སྡིག་པ་དང་སྦྲུལ་པ་ནད་གདོན་གྱི་གྲིབ་མའི་ཚོགས་ཐམས་ཅད་དུག་ཁུ་དང་སོར་ཁུའི་ཚུལ་དུ་ཟེར་བས་ན་སོ་བ་ནང་འདུས་ཡག་པོ་ཡིན་ན་ནག་གོང་རིང་ཡོང་གི་དུག་ཁུ་ཟེར་ན་ང་རང་ཚོ་ཕ་རི་ལ་དེའི་ཐབ་ཚང་གི་ནང་ལོགས་ལ་དུག་པ་ཡོད་ཀྱི་དེའི་དེ་ཁྱོད་ཕོ་སོང་བ་ཡིན་ན་ཁོ་ནག་པོ་རེད་ཡོང་རྒྱུ་རེད་དེ་གསུང་གི་ཡོད་རེད་འདི་རིམས་ནད་དུང་དང་དོང་དུ་ནད་ཐམས་ཅད་རྣག་ཁྲག་གི་རྣམ་པ་གདོན་ཐམས་ཅད་སྲོག་ཆགས་དེ་ནས་ཤི་སྲོག་སྒྲོལ་འདོམ་དང་སྡིག་པའི་རྣམ་པ་འདི་གྲིབ་དང་ཉེས་དུང་ཐམས་ཅད་སྡུག་གུ་དང་སོ་གུའི་ཚུལ་དུ་བ་སྤུའི་བུ་ག་ཐམས་ཅད་ནས་རྣག་ཞག་མེད་དུ་ཐོང་བཅུད་གཞོང་དྭངས་པོ་སྐྱེན་པའི་རོང་ཅན་དུ་གྱུར་ཟེར་ད་དེ་ད་ལྟ་ང་རང་ཚོ་བདུད་རྩི་འབེབས་གཞོང་ཟེར་རྒྱུ་དེ་ཡིན་དུས་དེ་དེའི་བཀྲུ་གཞོང།

གོང་དུ་ད་ལྟ་གོང་དུ་ཞུས་མ་ཐག་པ་ལྟ་བུ་བདུད་རྩི་འབེབས་སྦྱོང་གི་སྒོ་ནས་དེ་ལྟར་སྦྱངས་པས། ལུས་ཁམས་དྭངས་བའི་ཤེལ་དཀར་དང་དྭངས་སེ་རང་གི་ལུས་ཀྱི་ཁམས་དེ་དཔེར་ན་དྭངས་བའི་ཤེལ་དཀར་ལྟ་བུ། དེ་ནས། རྣམ་པར་དག་ཅིང། དེ་ནས་སྒོ་གསུམ་གྱི་སྡིག་སྒྲིབ་ཉེས་ལྟུང་བག་ཆགས་དང་བཅས་པ་མ་ལུས་པ་ཡོངས་སུ་བྱང་སེ་དུས་རང་གི་ལུས་དང་ངག་དང་ཡིད་དང་བཅས་ཏེ་ལུས་ངག་ཡིད་གསུམ་གྱི་སྒོ་ནས། ས་བོན་གྱི་སྡུག་བསྔལ་སྡིག་སྒྲིབ་ཉེས་ལྟུང་མ་ལུས་པ་ཐམས་ཅད་ཡོངས་སུ་བྱང་སེ་ད། ཀྱེ་སྟོང་སྐུ་བས་ན་སོ་སོ་དག་གི་སྟོང་པ་དང་འགལ་བ་གཞོང་ཆེན་ཆེན་པོ་ལྷོག་པ་དང་འགལ་བ་གསང་བ་སྔགས་ཀྱི་དམ་ཚིག་དང་འགལ་བ་ལ་སོགས་པ་དོང་དུ་སྡིག་རི་ཉིད་དུ་ཚོགས་མ་ལུས་པ་ཐམས་ཅད་ཡོངས་སུ་བྱང། བླ་མ་རྡོ་རྗེ་སེམས་དཔའ་རྡོ་རྗེ་གསང་གསུམ་བྱིན་རླབས་ཀྱི་རང་བཞིན་ཡེ་ཤེས་བདུད་རྩི་རྒྱུན་གྱི་སྐུ་གང་སྲིད་དང་པོ། དེ། མ་བཀྲུས། བཀྲུས་ཚར་བའི་ཞོ་ལོགས་ལ། དེ་ནས་རང་རྒྱལ་ཡེ་ཤེས་བདུད་རྩི་རྒྱུན་གྱི་སྐུ་གང་སྲིད་པས་ན་ཤེལ་གྱི་གྲུམ་བུ་དེ་ནང་དུ་འོ་མ་བླུགས་པ་དག་པས་བདུད་རྩི་རྒྱུན་གྱི་སྐུ་གང། རྩ་རླུང་ཐིག་ལེ་ལུས་ངག་ཡིད་ཁམས་སྒྲིབ་གྲོགས་དྭངས་མ་རྒྱ་མཚོ་ཡེ་ཤེས་རྡོ་རྗེའི་སྐུ། གསུང་ཐུགས་སུ་གྱུར་གསུང་དུ་རྩ་ཐམས་ཅད་དག་པ་ལ་དབུ་མ། རླུང་དག་པ་ལ་ཡེ་ཤེས་ཐིག་ལེ་དག་པ་ལ་འཕོ་མེད་བདེ་བ་ཆེན་པོ། དེ་བཞིན་དུ་ལུས་དག་པ་ལ་གདོང་མ་འཇའ་ཚོན་གྱི་སྐུ་རྡོ་རྗེ། དེ་བཞིན་དུ་ངག་དག་པ་ལ་གསུང་རྡོ་རྗེ་ཡིད་དག་པ་ལ་ཐུགས་རྡོ་རྗེ་ཁམས་སུ་གྱུར་ཏེ་གསུང་གི། ལུས་ངག་ཡིད་ཁམས་དྲི་བྲོ་དྭངས་མ་འཇའ་ཚོན་ཡེ་ཤེས་རྡོ་རྗེའི་སྐུ་གསུང་ཐུགས་སུ་གྱུར་ཏེ་འཇའ་ཚོན་ལྟ་བུ་གྱི་ཡེ་ཤེས། དེ་ནི་རྡོ་རྗེའི་སྐུ་གསུང་ཐུགས་སུ་གྱུར་ཟེར་དུས་དེ་ནི་ཡེ་ཤེས་སེམས་དཔའ་གྱི། སྐུ་དང་གསུང་དང་ཐུགས་ཀྱི་རང་བཞིན་དུ་གྱུར་ཏེ།

གཙོ་བོ་རྡོ་རྗེ་འཛིན་པ་གྱི་ཐུགས་རྗེ་སྐྱེངས་པའི་བདག་ཉིད་ཀྱི་ཚེ་ད་རིགས་ཐམས་ཅད་ཀྱི་བདག་པོ་ཡིན་དུས་གཙོ་བོ་གསུངས་ཀྱི་ཡོད་གཙོ་བོ་རྡོ་རྗེ་འཛིན་པ་གྱི་ཐུགས་རྗེ་སྐྱེངས་པའི་བདག་ཉིད་ཀྱིས། འགྲོ་བའི་གཙོ་ལ་བདག་གསུངས་ཏེ་འགྲོ་བ་ཐམས་ཅད་ཀྱི་མགོན་དུ་སྐྱོབ་ཏུ་སྤྱོད་པ་ཁྱེད་ལ་བདག་ནི་སྐྱོབས་སུ་མཁྱེན། དེ་ནས་སྐུ་གསུང་ཐུགས་རྩ་བ་དང་ཡན་ལག་གི་དམ་ཚིག་ཉམས་པ་ཐམས་ཅད་འཁོར་ལོ་བཤགས་སོ། སྡིག་སྒྲིབ་ཉེས་ལྟུང་དྲི་མའི་ཚོགས་ཐམས་ཅད་བྱང་ཞིང་དག་པར་མཛད་དུ་གསོལ། དེ་ལ་འདི་འདྲ་ཡང་ཞེས་གསོལ་བ་བཏབ་པས། དེ་ནི་རྡོ་རྗེ་སེམས་དཔའ་དེ་འདྲའི་གསུང་དེ་ཡི་བསམ་སྦྱོར་གྱི་མོས་པ་གནང་དགོས་རེད་ཟེར་རྡོ་རྗེ་སེམས་དཔས་ཤར་ནས་རིགས་ཀྱི་བུ་ཁྱོད་ཀྱིས་སྒོ་གསུམ་གྱི་སྡིག་སྒྲིབ་ཉེས་ལྟུང་ཐམས་ཅད་དག་པ་ཡིན་ནོ་ཞེས་གནང་བ་བཞིན་པར་གྱུར། དེ་དེ་འདྲའི་རེད་ད་ཁྱེད་རང་སྙིང་མ་དགའི་ད་ལྟ་སྙིང་ཐིག་ཁྲིག་འདྲ་བོ་དེ་འདྲ་ཡིན་ན་ནི། དེ་སྡིག་སྒྲིབ་ཉེས་ལྟུང་དྲི་མའི་ཚོགས་ཐམས་ཅད་དག་མ་ཤར་ནས། དེ་འོག་སྒོ་ནས་མ་མཐོང་འགྲོ་དུས་ས་རིམ་པ་ཡི་སྐུ་ཡི་འོག་ཏུ་དེ་ནི་ད་ལྟ་ང་རང་ཚོ་གི་དེ་རང་གི་ཚེ་རབས།

འདིའི་ནང་ལོགས་ལ་དམིགས་བསལ་དེ་ཡིག་གི་སྒོམ་སྟངས་དུ་མ་སོང་བ་རེད། དེ་ཡིན་དུས་ཞེས་གསོལ་བ་ཐོབ་པའི་རྡོ་རྗེ་སེམས་དཔའི་ཞབས་འདེགས་ཤིག་ཡིག་བུ་ཁྱོད་ཀྱི་སྒོ་གསུམ་དེ་རིང་ཉེར་གསུམ་བར་གྱི་བར་སྐོར་ཡིན་ནོ་ཞེས་གནང་བ་བཞིན་པར་གྱུར། ད་མཐར་མོས་གུས་ཆེན་པོས་མཐུས་བླ་མ་རྡོ་རྗེ་སེམས་དཔའ་ཡབ་ཡང་བདག་ལ་ཐིམ། ད་མཐར་རང་གི་མོས་གུས་ཆེན་པོས་མཐུས་བླ་མ་རྡོ་རྗེ་སེམས་དཔའ་ཡབ་དང་ཡུམ་དེ་གཉིས་ཀྱང་བདག་ལ་ཐིམ། རང་གི་ཡིག་དེ་དང་བླ་མ་རྡོ་རྗེ་སེམས་དཔའ་གི་ཐུགས་དེ་གཉིས་གཉིས་སུ་མེད་ཅིང། དཔེར་ན་ནམ་མཁའ་ལ་ནི་ནམ་མཁའ་ཐིམ་ཟེར་རྒྱུ། ཁོང་པ་འདི་གིས་གྱོང་དེ་སྟོབས་རྒྱག་པ་ཡིན་ན་ཁོང་པའི་ནང་གི་ནང་པ་དང་ཕྱིའི་ནང་པ་གཉིས་དེ་འདྲེས་འགྲོ་རྒྱུ་རེད་དེ་ཡིན་དུས་དེ་གཉིས་ཁྱད་པར་བཤད་ཤེས་རྒྱུ་མ་རེད་དུས་དེ་ལྟ་བུ་དེ་ནི་རང་གི་ཡིད་བདེ་བ་དང་བླ་མ་རྡོ་རྗེ་སེམས་པའི་ཐུགས་དེ་གཉིས་གཉིས་སུ་མེད་ཅིང་སྡིག་སྒྲིབ་གཞོམ་བཞིན་འཁོར་གསུམ་མི་དམིགས་པ་ཡེ་དག་ཤེས་ཀྱིས་ད་སྡིག་པ་དང་སྒྲིབ་པ་ཐམས་ཅད་དེ་ནས་གཞོམ་བཞིན་འཁོར་གསུམ་མི་དམིགས་པར་ཟད་དེ་སྡིག་པ་བསགས་མཁན་རང་དེ་ནས་བསགས་བསགས་དུས་ཡུལ་དེ་དང་བསགས་རྒྱུ་གི་སྡིག་པ་ཐམས་ཅད་མི་དམིགས་པ་ཡེ་དག་ཤེས་ཀྱིས་གནས་ལུགས་ཀུན་ཏུ་གདོན་མི་ལོང་དུ་མཉམ་པར་བཞག་པར་བྱའོ་ཟེར་དུས་ད་ཡེ་དག་གཤིས་ཀྱི་གནས་ལུགས་ཟེར་དུས་ད་སེམས་ཀྱི་གནས་ལུགས་ཁོ་རང་གི་ཐོག་ཏུ་བཞག་དགོས་རེད་སོང་སེམས་ཀྱི་གནས་ལུགས་ཐོག་ཏུ་བཞག་པ་ཡིན་ན། དེ་ནས། གྲོང་པར་འདུག་ལ་ཡང་དག་ལྟོས། ད་ལྟ་ང་ཚོ་ཐར་བ་ཆེན་པོའི་ཐར་འདོད་ནང་སོང་གི་འགྲོ་བ་ཅི་རེད་དེ་ཡིན་དུས་ཡང་དག་པར་ལྟོས་བཞག་པ་ཡིན་ན། དེ་ནས། གྲོང་པར་འདུག་ལ་ཡང་དག་ལྟོས་ཡང་དག་མཐོང་ན་ནང་པར་འགྲོ་སོང་དུས་ལ།

དེ་འདྲའི་སྐྱིད་སྣང་སྒུག་ཡོད་ས་རེད་མ་གཏོགས་ཡང་ཞྭ་ནམ་ལྷར་ཡིན་ཟེར་གྱི་འདྲ་བོ་དེ་འདྲའི་ཧ་ཅང་གི་འཛེམ་པ་ཆེན་པོ་ཞུགས་སོང་བ་ཡིན་ན་དེ་བལྟས་ཚེ་ཡང་ཕན་ཐོགས་མེད་ངེས་འདྲ་བོ་དེ་འདྲ་ཡིན་ས་རེད་དེ་བཞིན་གདོང་པའི་ལྷ་སྒོམ་གྱི་སྡེ་ལ་ཡང་ཏིང་འཛིན་དམིགས་པའི་གཟེར་འཕྲོ་འདུ་འཕྲོ་མེད་ཀྱི་གཟེར་དགོངས་པ་མི་འགྱུར་བའི་གཟེར་དེ་ནས་ཟེར་གྱི་འདྲ་བོ་ཁ་དེ་འདྲས་ཀྱི་གསང་སྔགས་སྙིང་ཉིད་ཀྱི་ལུགས་ལ་སྲོག་དམ་པའི་གཟེར་གྱིས་ཟེར་གྱི་འདྲ་བོ་ཡིན་འདུག་ལ་དེ་འདྲས་མང་པོ་གསུང་གི་ཡོད་རེད་དེ་ཡིན་ན་ད་ད་ལྟ་གོང་དུ་ཞུས་པ་བཞིན་དུ། འདི་འདྲའི་སྐད་ཆ་ཐུང་ངུ་འདྲ་བོ་འདི་འདྲ་ཁྱི་ནང་ཐོབ་པ་ཡིན་ན་གལ་ཆེན་པོ་རེད་དེ་ནི་མང་མ་དམིགས་པ་གསར་བའི་ཚིག་ཡིན་ན་རྣམ་པར་གསར་བ་རྣམ་དག་དྲན་པ་ང་རྒྱལ་བརྟན་པ་ཟེར་གྱི་འདུག་དེ་འདྲ་ཡིན་དུས་རྣམ་པར་ལྷ་གསར་བ་དེའི་བཞིན་དུ་དེ་རྣམ་དག་དྲན་པ་ང་རྒྱལ་བརྟན་པ་གསུངས་འདུག་ད་ཐམས་ཅད་ཀྱི་ནང་དུ་གལ་ཆེ་བ་དེ་ང་རྒྱལ་བརྟན་པ་དེ་ཡིན་གསུངས་འདུག་ད་སྤྱིར་བཏང་ང་རྒྱལ་དེ་དང་ང་རྒྱལ་སྤོང་དགོས་ཀྱི་ཀྱི་རེད་དེ་ཡང་ཀམ་ཚང་ལ་ང་རྒྱལ་དགོས་པའི་དུས་ཚོད་ཀྱི་དགོས་ཀྱི་ཡོད་རེད་དེ་ཡིན་དུས་རང་ཉིད། རྡོ་རྗེ་སེམས་དཔའི་རང་བཞིན་ཡིན་པ་ལ་ཡིན་པར་བསྒོམ་རྒྱག་པ་ང་རྒྱལ་དེ་དགོས་རེད་མ་གཏོགས་ང་དག་རྡོ་རྗེ་སེམས་དཔའ་མ་རེད་དེ་དག་རྡོ་རྗེ་སེམས་དཔའ་ག་རུ་གོང་ཁ་བཟོ་གི་ཡོད་བསམ་གྱི་འགྲོ་དེ་འདྲས་བཟོས་པ་ཡིན་ན་དེ་འགྲིག་གི་ཡོད་མ་རེད་སོགས་རྣམ་པ་གསལ་བ་རྣམ་དག་དྲན་པ་ང་རྒྱལ་ལྡན་པ་ཞིག་ཡིན་དུས་ད་བསྐྱེད་རིམ་ཁོ་རང་གི་ནང་གི་ད་རྩ་བའི་སྐད་ཀྱི་ཨ་མ་འདྲ་བོ་དེ་དེ་གསུམ་ཡིན་ས་རེད་དུས་དེ་དེ་དག་ཏུ་ཐུག་གི་ཡག་ནས་དེ་འདྲས་ཀྱི་སྒོམ་བཟླས་གནང་ན་དེ་ནས